ད་བཀྲ་ཤིས་ལེ། ད་ད་རེས་དང་པོ་ཐོག་མ་དེ་ལ་ཡང་ཨ་ནི་ང་རང་ཚོ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་བཞི་བཅུ་བཞི་བདུན་ཨ་ནི་རབ་གནས་ལྕགས་བཞི་གནམ་ལོ་གསར་དུ་བཞད་པའི་ཨ་ནི་བཀྲ་ཤིས་ལོ་གསར་ལ་ཡང་གཞིས་བཞིས་གཉིས་སུ་བཞུགས་པའི་ཨ་ནི་བོད་རིགས་སྤུན་ཟླ་ཡོངས་དང་ལྷག་དོན་དུ་ཡང་ཨ་རིར་རང་ཅག་བོད་མི་ཡོངས་ཀྱི་ལྟ་བའི་མི་དང་ཁོག་པའི་ཉིང་བཅུད་ནང་ཁོང་ཚོ་སྐྱག་མོ་ཡིན་བཞིན་དུ་ཆོག། རྩོད་པའི་རེས་སུ་མ་ཆད་པའི་ཨ་ནི་སྐྱེས་ཆེན་དམ་པ་རྣམས། དག་སྣང་བཞིན་གྱི་ཨ་ནི་ང་རང་ཚོ། ཨ་ནི་བོད་མིའི་དབུ་ཁྲིད། དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་གིས་དབུ་ཁྲིད་པའི་མདུན་སྐྱོང་བཀའ་ཤག་ལྷན་རྒྱས་དང། དག་སྣང་བཞིན་གྱི་ཨ་ནི་གཅིག། ང་རང་ཚོ་བོད་མི་རིགས་ལ་ཡ་ནི་བརྩེ་བ་ཤིན་ཏུ་ཟབ་པས། ཨ་ཅིག་བོད་མིའི་ཐོག་ལ་ཡ་རྒྱབ་སྐྱོར་གནང་སྦྱིན་གྱི་ཨ་ནི་སྐྱ་ཆིག་དང་གཅིག་གར་ས་གོ་རེ་ནང་གི་དཔོན་རིགས་རྣམ་པ་དང་གྲོགས་པོ་རྣམ་པ་དག་གནང་སྦྱིན་གྱི་ཨ་ནི་གར་ས་གོ་རེ་ཨ་ཅིག་བོད་དོན་གྱི་ཐོག་ལ་ནམ་ཞག་གྱོན་དུ་ཡ་ཕྱག་ལས་ཤུགས་ཆེན་པོ་གནང་བྱས།

དེ་འདྲའི་གི་ནི་དུས་ཚོད་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ཡིན་ན་ཡང་ང་རང་ཚོ་ལོ་གསར་བའི་ནང་ལོ་ལ་ཡ་ནི་ཅིག་གཙོ་ཆེ་ཤོས་ཨ་ནི་བོད་རིགས་ཚང་མ་ལོ་ལ་ཡ་ཅིག་ཁ་རེ་ལུས་བདེ་སེམས་སྐྱིད། བྱ་བ་ལམ་འགྲོ། ཨ་ནི་ཁྱིམ་ཚང་འཆམ་མཐུན། འོ་དེ་འདྲས་ཅིག་དགོས་ཀྱི་ཡོད་རེད། ད་ང་ནང་བཞིན་གྱི་ད་ང་རང་ཚོ་ཅིག་རིང་ནས་སྙིང་དུ་བརྣག་པའི་འདུལ་བའི་དོན་གསལ་བོ་ན་ཞེ་བོད་མིའི་བདེ་སྡུག་དེ་ད་ང་རང་ཚོ་ནི་ཅི་གང་མགྱོགས་མགྱོགས་སེལ་ཐུབ་ཡག་ཨོ་དེ་འདྲའི་ཅིག་ལ་ཡག་སྨོན་ལམ་ཞུ་འོ་ཡོད་ད་སྨོན་ལམ་ཅིག་འོ་རྒྱབ་ནས་འགྲིག་ཡག་མེད་དེ་ཡིན་ཅིག་རེད་ག་རེད་ཟེར་སོང་ན་ང་རང་ཚོ་ནི་ཅིག་བོད་མི་ཚང་མ་མཐུན་སྒྲིལ་དགོས་ཀྱི་ཡོད་རེད་མཐུན་སྒྲིལ་དེ་མེད་པ་ཡིན་ན་ང་རང་ཚོ་ག་རེ་མ་དགོས་ག་རེ་ཤེས་བདེ་བོ་ཡིན་ནི་ཡང་ལས་ཀ་དེ་དོན་དག་འགྲུབ་ཡག་མེད་པ་དེ་གསལ་བོ་ཤེས་བོ་ཅིག་རེད་པ་དེ་འདྲས་ཆགས་བསྡད་ཀྱི་ཡོད་རེད་ད་ད་ནི་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཡག

གཅིག། སྐྱབས་མགོན་རྒྱལ་བ་རིན་པོ་ཆེ་ལ་དད་པ་ཡོད་མདོག་མདོག་བྱས་བྱས་ནས་སྤྱི་ཚོགས་ནང་ལོགས་ལ་བོད་མིའི་མཐུན་སྒྲིལ་ལ་གཏོར་བཤིག་བཏང་ཉིན་གྱི་ཨ་ནི་བོད་པ་རེ་ཟུང་ཡོང་གི་འདུག་བ་ཆོལ་ཁ་གཞན་མགོ་སྐམ་པོ་ཁ་ལ་འཁྱིལ་ཏེ་ཉེ་འོ་ད་དེ་ཚོའི་གྲས་འདི་ལ་ཡ་ངས་འདི་ནི་ད་རིང་ཨ་ནི་ཁར་ཚོགས་པ་རེད་རྒྱ་ཆེའི་བོད་རིགས་མི་མང་གི་མདུན་ལ་ཡ་ཨ་ནི་ཅིག་གསལ་བཤད་དགེ་མ་སོང་ན་ཅིག་ཞུ་དགོས་དེ་ད་གལ་ཆེན་པོ་ཆགས་ཡོང་གི་འདུག་ག་རེ་རེད་ཟེར་སོང་ན་ང་རང་ཚོ་ད་ད་ལྟ། ཉམས་མྱོང་མང་པོ་ཞིག་བསགས་ཡོད་རེད། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོགས་ལ་ཡག་ད་དྲག་དཀའ་རྙེད་འདུག་ཟེར་གི་ནི་ད་ལྟ་འདི། ཆོལ་ཁའི་ཞེན་ཁོག་སྒམ་པོ་ཁ་ལ་འཁྱིལ་ཆེད་སྤེན་པ་ཚེ་རིང་ཕྱོགས་སུ་གཏོགས་པའི་གན་ནི། ཨ་མི་ངན་ཁ་ཤས་ཅིག་གིས་ད་སྤྱི་ཚོགས་ནང་ལ་ཕུ་དཀྲུག་ད་དཀྲུག་བྱས་བྱས། ཨ་ནི་བྱེད་ཀྱི་ད་གྲུབ་འབྲས་སྣ་གཅིག་སྟོན་རྒྱུ་མེད་པ་ལ་ཡག་ཨ་ནི་ཞི་བོ་ཅིག་བྱེད་རྒྱུ་ཡོད་མདོག་མདོག། རྒོད་པོ་འཆོམ་རྒྱུ་ཡོད་འདོད་འདོད་འཇམ་པོ་རྒྱག་རྒྱུ་ཡོད་འདོད་འདོད་དེ་འདྲས་ཀྱི་སྤྱི་ཚོགས་དཀྲུགས་ཤིང་བཀྱགས་ནས་ཆོལ་ཁའི་ཞེན་ཁོག་སྐམ་པོ་ཁ་ལ་ཁིལ་བྱས་ནས། བོད་མི་མང་པོ་ཅིག་གི་སེམས་ལ་རྨ་ཁ་བཟོས་བཞག་ཡོད་རེད་དེ་འདྲས་ཡིན་དུས། འབྱུང་འགྱུར་མ་འོངས་པའི་ནང་ལོགས་ལ་ཡག་ད་ང་རང་ཚོ། ཨ་ནི། རྒྱ་ཆེའི་བོད་རིགས་མི་མང་གི་བསམ་བློ་ཡག་པོ་བཏང་ཆེད་མི་ངན་དེ་ཚོའི་གྲས་དེ་སྤྱི་ཚོགས་ནང་བློ་ལ་རྙོག་དྲ། ལངས་ཉེས་དེ་ཚོའི་གྲས་དེ་ལ་ཡག། གོ་སྐབས་དེ་སྐད་མ་ཚོར་ན་རྩ་བ་ཉིད་ནས་སྤྲད་རྒྱུ་མེད་པ། ད་ང་རང་ཚོ་ཉམས་མྱོང་མང་པོ་ཞིག་བསགས་ཚར་བར་བ་དེ་འདྲ་ཡིན་དུས། སྤེན་པ་ཚེ་རིང་གིས་ཕྱོགས་གཏོགས་ཆོལ་ཁའི་ཞེན་ཁོག་སྐམ་པོ་ཁ་ལ་འཁྱིལ་ཡོང་ཉེན་གྱིས་ད་ལས་སྟོང་པར་རེ་ཟུང་བྱེད་ཀྱི། ད་ལྟ་ཧོར་ཐུག་ལ་ག་ཚོད་སྤྲུགས་སོང། ནི་གཅིག། འཛིན་སྐྱོང་བཀའ་ཤག་དང་དཔའ་མཐའི་སྲིད་སྐྱོང་དང་བཅས་པ་ལ་ཡང་ག་ཚོད་ཟིག་གཞི་རྩ་མེད་པའི་ཐོག་ནས་ཞྭ་མོ་ནག་པོ་གཡོ་སྐྱོད་དྲ་བདག་ག་ཚོད་བྱས་སོང་དེ་ཚོ་འཕྲད་དེ། རྒྱ་ཆེའི་བོད་རིགས་མི་མང་གི་རྩ་བ་ཉིད་ནས་བྱིས་རྒྱུའམ་མ་རེད་བསམ་གྱི་འདུག་དེ་ང་རང་ཚོ་ཉམས་མྱོང་འདིའི་ཐོག་ནས་ཡང་ནི། སྤེན་པ་ཚེ་རིང་ཕྱོགས་གཏོགས་ཀྱི་མི་ངན་དེ་ཚོའི་འཕྲད་དེ་ལས་གོ་སྐབས་རྩ་བ་ཉིད་ནས་ད་ཧ་འདར། བ་སྤྲད་རྒྱུ་མེད་པ། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལ་རྙོག་དྲ། གླང་སྙིང། བ་དེ་ཚོའི་གྲས་ལ་ཡང་འདྲེ་ལག་རྩ་བ་ཉིད་ནས་བརྐྱང་བཅུག་རྒྱུ་མེད་པ་དེ་དག་གསལ་བོ་ཤོད་རྒྱུར་བ་ང་རང་ཚོ་ལ་ཡ་ག་རེ་རེད་ཟེར་ན། ཟ་རྒྱུ་འཐུང་རྒྱུ་དེ་ཡོད་ན་དགའ་བ་ཅིག་དང་ལབ་རྒྱུ་གླེང་རྒྱུ་དེ་མེད་ན་ཅིག་ང་རང་ཚོ་དགའ་གིར་བ། དེ་འདྲས་ཡིན་དུས་ང་རང་ཚོ་འབྱུང་འགྱུར་མ་འོངས་པའི་ནང་ལོ་ལ་ཡ། སྤྱི་ཚོགས་ནང་ལབ་གླེང་མེད་པ་ཅིག་དགོས་ཀི་ཡོད་རེད། ལྷག་དོན་དུ་ཡང་ད་ད་འདི་གི་ཅིག་སྤྱི་འཐུས་རེད་ད་ག་ན་བཞིན་གྱི་འཛིན་སྐྱོང་བཀའ་ཤག་དང་བཅས་བ་ནས་ཅིག་མཁར་ཚོགས་ད་ཉིས་སྟོང་ཉིས་བརྩེགས་གཅིག་ནས་འོས་བསྡུ་དང་དེ་འདྲའི་འབྲེལ་བའི་ཐོག་ནས་ད་མ་འོངས་པ་ལ་ཡང་ང་རང་ཚོ་ཅིག་གཞོན་སྐྱེས་ལྷག་བསམ་ཡོད་པ་འཇོན་ཐང་ཡོད་པ་ཕྱོགས་ཞེན་མེད་པ། འདི་འདྲས་ཀྱི་གོ་བུ་ཡོག་རེད་ང་རང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གྲིབ་གདུང་འདིའི་ནང་ལོག་ལ་ཡ། ཕྱག་ལས་གནང་ཉེན་དང། བོད་མི་སྤྱི་ཡོངས་ཀྱི་ཡ་ནི་ཅིག་བདེ་སྡུག་གི་འགྲན་ཚབ་བྱེད་ཐུབ་ཉེན་ཏེ། ཆོལ་ཁ་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་རྩ་བ་ཉིད་ནས་མེད་པའི་གང་ཟག་ཅིག་དང་གོ་བུ་ཡོར་བ་དེ་འདྲས་ཡོད་འདུག་གནས་སྟངས་དེ་འདྲས་ཅིག་གི་འོག་ནས་ད་ངས་ང་རང་ཚོ་ཡ་ནི་ཅིག། ད་ཉམས་མྱོང་མང་པོ་བསགས་སོང་བ་དེ་འདྲས་ཡོད་འདུག་ད་གནས་སྟངས་དེ་འདྲས་ཅིག་གི་འོག་ནས་འབྱུང་འགྱུར་མ་འོངས་པའི་ནང་ལོག་ལ་ཡ། ད་ལྟ་བར་དུ་རྙོག་དྲ་བསླངས་དེ་གཉིས་ཀྱི་གང་ཟག་དེ་ཚོའི་ཁྲོད་དུ་རྩ་བ་ཉིད་ནས་འདྲེ་ལག་བརྐྱངས་བཅུག་རྒྱུ་མེད་པ་དང་རྒྱ་ཆེའི་བོད་རིགས་མི་མང་གི་ཐུགས་ལ་བཞག་དགོས་དེ་གལ་ཆེན་པོ་ཤོས་ཅིག་རེད། དེ་རེད་མ་གཏོགས་ཅི་ལ་ཡག་དང་འདུག་ཨ་ནི་ཁོང་ཚོ་འདྲེ་ལག་བརྐྱངས་ཆེད་སྤྱི་ཚོགས་ནང་བློ་བཟང་སེང་གསོལ་ཞིག་བྱེད་བྱེད་ཡོང་པ་ཡིན་ན། ང་རང་ཚོ་ཨ་ནི་བོད་མིའི་རྩ་དོན་ཨ་ལེ་ཕག་ཤ་ཆེ། ཨ་ནི་སྤྱི་ཚོགས་ཁོ་རང་བཅིངས་ཁྲི་འཇུས་བྱེད་ཀྱི་འདིའི་ནང་ལོགས་ལ་ཡ་ཨ་ནི་ག་ཚོད་སུས་རྙོག་དྲ་བཟོ་ཐུབ་ཐུབ་བོད་མིའི་ཞབས་འདྲེན་ག་ཚོད་སུས་བཞག་ཡོང་གི་འདུག་མཐོང་གི་འདུག་བ། ད་ལྟ་བར་དུ་ལ་སྔར་བྱུང་མྱོང་མེད་པའི་གི་དར་ཆ་ནག་པོ་གིས་ཅན་དར་ནག་ཚོགས་པ་སུ་ཉིན་རེ་བ་དེ་རེ་བཙུགས། ཨ་ནི་དེ་ཚོའི་གྲས་ཀྱི་ཆོལ་ཁའི་ཞེན་ཁོག་སྐམ་པོ་གིས། ཨ་ནི་དོན་དག་ངོ་མ་ཐོག་ལ་ཡང་བཙན་བྱོལ་གཞུང་ལ་ངོ་ལོག་རྒྱ་བལ་དང་སྐྱབས་མགོན་རྒྱ་བ་རོང་པོ་ཅན་ལ་ངོ་ལོག་རྒྱ། དེ་འདྲའི་གི་བྱ་ངན་ལས་ངན་ཚབས་ཆེན་པོ་དེ་རེ་བྱས་ཡོང་གི་འདུག་བ་དེ་འདྲ་ཡིན་དུས། དེ་ཚོའི་གྲས་དེ་ལ་ཡང་ང་རང་ཚོ་དོགས་ཟོན་བྱེད་དགོས་ཡ་དེ་གལ་ཆེན་པོ་ཤོག་ཅིག་རེད། ཆོལ་ཁ། ཞེ་དྲག་པ་ཅིག་ཁ་ལ་ཁེལ་བྱས། འདིས་ཨ་ནི་སྤྱི་ཚོགས་ནང་ལོག་ལ་ཡ། བོད་མི་རིགས་ལ་ཕན་ཐོགས་ཡ་དང་བོད་མི་རིགས་ལ་ཡ་ཡ་ཞབས་ཕྱི་སྒྲུབ་ཐུབ་ཡ་ཚད་དེ་རྩ་བ་ཉིད་ལ་ཡོང་ཐབས་མེད་པ་ཅིར་བ། ང་རང་ཚོ་བོད་མི་རིགས་ཀྱི། གཅིག་བོད་མི་ཕྱི་ནང་ཡོངས་ཀྱི། སྔོན་དུས་དེ་ག་རེ་ཟ་ན། ང་རང་ཚོ་ལ་ཡ་གཅིག། བོད་མི་སྤྱི་ཡོངས་ལ་ཡ་ཨ་ནི་གཅིག། སོ་སོའི་གི་རྨ་ཆུའི་སྒྲོ་འདོགས། ཨ་ནི་ཅིག་དེ་ཚོ་ཆ་ཚང་ཅིག་བོད་མི་སྤྱི་ཡོངས་ཅིག་ལ་ཡག། བསམ་བློ་བཏང་ཐུབ་ཉིན་གྱི་གང་ཟག་དེ་འདྲའི་མགོ་བོ་ཡོ་ར་མ་གཏོགས་ཅིག་ལ་ཆོལ་ཁ་ཞེ་དྲག་བ་ཅིག་ཁ་ལ་འཁེལ་ཆེ། དེ་འདྲའི་སྐྱུག་དེ་ཉིན་གང་ཟག་ཅིག་རྩ་བ་ཉིད་ནས་མགོ་བོ་ཡོ་ར་མ་སྟེ་སྤྱི་ཚོགས་ནང་ན་མཐུན་སྒྲིལ་ཡོང་རྒྱུའི་ཚབ་ལ་གཏོར་བཤིག་བཏང་ཉིན་ཆགས་འགྲོ་དགོས་པ་དེ་འདྲའི་ཡིན་དུས། རྒྱ་ཆེའི་བོད་རིགས་མི་མང་གིས། དགོངས་པ། རྒྱ་ཆེན་པོ་ཞིག་དགོས་ཏེ་གལ་ཆེན་པོ་ཞིག་ཡོད་ཀྱི་རེད་ཞུ་གི་ཡོད་ད་སྤྱིར་བཏང་ངས་འདིའི་ནང་ལོགས་ལ། ཞེ་དྲག་བཤད་ཤེས་ཀྱི་མ་རེད་ང་རང་ལ་ཡང་བཤད་ཡག་གི་ཡོན་ཏན་ཡོད་པ་འདྲ་བོ་ཅིག་དང་རྣམ་དཔྱོད་ཡོད་པ་སོགས་ག་ཡིན་མ་རེད་ད་ཡིན་ན་ཡང་ང་བོད་པ་རྩམ་ཟན་ཅིག་རེད། ལྷག་དོན་དུ་ཡང་ང་རང་བོད་པ་གཙང་མ་གཙང་རྐྱང་ཅིག་རེད། ཨ་ནི་ཅིག་བོད་ནང་སྐྱིད་ཚར། འོ་དེ་འད་བྱས་བྱས་བཙན་བྱོལ་སྤྱི་ཚོགས་ཀྱི་ཐིག་ཐུང་འདིའི་ནང་ལོགས་ལ་ཡང་ད་ཅིག་འཚོ་བ་སྐྱེལ་བྱས། རྒྱུས་ཡོད་ངེས་ཅིག་ཡིན་པ་ཡིན་ཙང་གནས་སྟངས་དེ་འད་ཅིག་འོག་ལ་ངས་ཞུ་གི་ཡོད་རེད། མ་གཏོགས་ཅི་ལ་ཡང་ང་འདས་ལ་ཡང་ནི་ཁས་ཁྲ་བ་དང་འཇོམས་ཁྲ་བ་བྱེད་བྱེད་ངའི་སྡུག་ས་ཁ་ཞུགས་ཡོད་མ་རེད། དེ་འདྲས་ཡིན་དུས་ད་ང་རང་ཚོ་ཉམས་མྱོང་མང་པོ་ཞིག་བསགས་སོང། འདིའི་ནང་ལོགས་ལ་ཡང་ཉམས་མྱོང་འདིའི་ནང་ལོགས་ལ་ཡང། ཨ་ནི་ཤེས་འཇོན་ལྷག་བསམ་གཉིས་དང་ལྡན་པའི་གི་མཁས་དབང་བློ་བཟང་སེང་གེ་མཆོག་དབུ་ཁྲིད་པའི་འཛིན་སྐྱོང་བཀའ་ཤག་ལྷན་རྒྱས་ཀྱི་ད་ལྟ་བར་དུ་ཕྱག་ལས་ཧ་ལས་པ། འོ་དེ་འདྲས་ཞིག་གནང་བཞག་ཡོད་རེད་དེ་ལ་ཡང་མཇུག་སྐྱོང་བྱེད་ཉིན་གྱི་གང་ཟག་དེ་ཚོའི་གྲས་དེ། ད་ང་རང་ཚོ་གཞོན་སྐྱེས་ཀོའུ་ཡོག་རེད། གཞོན་སྐྱེས་རྣམས་ལོ་ལོ་ཆུང་ཆུང་དག་ཅིག་ཁར་ཚོ་ཁོ་བསམ་བློའི་གིས་ཅིག་བཏང་བཏང་ཚུལ་ཚུལ་བྲལ་བྲལ་ཅིག། བོད་མི་རིགས་སྤྱི་ལ་ཡ་བསམ་བློ་རྒྱ་ཆེན་པོ་བཏང་ཐུབ་ཉེ་གཏིང་ཟབ་པོ་བཏང་ཐུབ་ཉེ། སྐྱབས་མགོན་ཡེ་ཤུ་དོན་འབོད་ཀྱི་བཀའ་སློབ་ལམ་སྟོན་གྱི་ཕེབས་སོང་ཨ། ཨ་ནི་མཁས་དབང་བློ་བཟང་སེང་གེ་མཆོག་གིས་དངོས་གནས་དྲ་ལན་གྱི་ཅིག་ཕྱག་བཞེས་ཐུགས་གསོ་རྒྱ་ཆེ་པོ་གཏིང་ཟབ་པོ་དེ་འདྲས་བཏང་ཐུབ་པོ་འདུག། དེ་འདྲས་ཀྱི་ཕྱག་ལས་ཡག་པོ་གནང་ཐུབ་པོ་འདུག། སྐུ་མདུན་གྱི་བཀའ་སློབ་ཕེབས་པ་ནང་བཞིན་བྱས་རྗེས་ད་ང་རང་ཚོའི་ཡང་ལོ། དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་ལ་ཡང་ཁ་མིག་ཡར་ལྟ་བྱས་རྗེས། ཨ་ནི་ཁོང་གི་བཀའ་སློབ་ལམ་སྟོན་གནང་བཞག་པ་དེ་ཚོའི་གྲས་དེ་ལ་ཡང་ང་རང་ཚོ་སྙིང་སུ་འཆང་བཅངས་ནས་རོལ་བ། འབྱུང་འགྱུར་མ་འོངས་པའི་ནང་ལོགས་ལ་ཡང་ཨ་ནི་ཅིག་བོད་རིགས་གཞོན་སྐྱེས་དེ་ཚོ་གྲས་ཀྱིས་ཨ་ནི་ཅིག། འགན་ཆེན་པོ་བླངས་དགོས་ཡ་ཅིག་ད་རྒྱ་ཆེའི་བོད་རིགས་མི་མང་གིས་ཡང་ཨ་ནི་ཅིག་བཙན་བྱོལ་ནང་ལོགས་ལ་ཡོད་པའི་བོད་རིགས་གཞོན་སྐྱེས་དེ་ཚོ་གྲས་ལ་ཡང་འགན། གར་ཚུགས་པར་ད་ཁོ་རང་ཚོ་ལ་ལས་འགན་དེ་སྐད་མ་ཐོན་ན་སྤྲེལ་ཡག་གི་གོ་སྐབས། འོ་དེ་འདྲས་གནང་དགོས་དེ་གལ་ཆེན་པོ་ཞུ་བཞིན་རེད་བསམ་གི་འདུག་ད་ང་རང་ཚོ་གཅིག་ཕྱོགས་ཡོངས་ནས་མང་པོ་ཞིག་བལྟ་ཡོང་དོན་ཅིག་ཞན་ཆ་ཧ་ལས་པ་མང་པོ་ཅིག་ཡོང་འདུག་གི་འདུག་བ། ད་ཅིག་སྤྱི་འཐུས་ནང་ལོགས་ལ་ཡིན་པ་ཡིན་ན་ལོག་སྟོབས་ནང་མང་པོ་ཞིག་ཞུ་བཞིན་ཕི་ཀའི་དེའི་ཆེ་ནས་ག་གེ་ཅིག།

དེ་ཡིན་ནའི་ད། གཞོན་སྐྱེས་དེ་ཚོ་རེ་རེ་ཡང་ས་མིག་དེ་སྐད་མ་སོང་ན་མ་སྤྲད་བྱས་དེ་རིང་སྐད་དང་སློབ་སྦྱོང་ཡོད་བ་འཛམ་བུ་གླིང་འདིའི་སྟེང་དུ་ལ་མི་དང་མིའི་བར་ལ་སྐད་ཆ་བཤད་ཐུབ་ཉིན་བོད་མི་དེ་དྲུག་ཚུ་དྲི་ལི་ཡ། བསམ་བློ་བཏང་བྱས་སྐད་ཆ་བཤད་བྱས་འགྲོ་ཐུབ་ཉིན་དེ་འདྲའི་གོ་གུ་འདུག་མ་གཏོགས་ཅི་ལས་ད། མེད་ཚུལ་བི་གའི་ནང་ལོགས་ལས་སྤྱི་འཐུས་ཀྱི་མིང་འདྲ་པོ་ཞིག་གིས་ཅིག་བི་གའི་དེ་དེ་ཡིན་ཚུལ་བྲིས་དེ་ད་ང་ཡག་པོ་ཞིག་ག་ཡི་མཐོང་མ་སོང། ད་ག་ན་བཞིན་གྱི་ཨ་ནེ་གཅིག་ང་རང་ཚོ་ད་ཅིག་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལ་ལས་གནས་འདྲ་མིན་སྣ་ཚོགས་ཡོད་རེད། ལས་གནས་དེ་ཚོའི་གྲས་དེ་གཅིག་ད་གན་པ་ཁ་ཤས་གཅིག་གི་དཔེ་དེ་ཁོ་རང་ཤི་འཐམ་རོ་འཐམ་འདྲ་བོ་བྱས་ནས་ཁ་ཤས་དུ་བ། དེ་ཚོའི་གྲས་དེ་ཨ་ནེ་གཅིག། གཞོན་སྐྱེས་ལ་ཡ། གོ་སྐབས་སྤྲད་དགོས་ཡ་དེ་གལ་ཆེན་པོ་ཞུ་བྱེད་ད་དཔེ་ན་ངས་དཔེ་མཚོན་འདྲ་བོ་ཞིག་ཤོད་པ་ཡིན་ན། དེ་རིང་གར་ང་རང་ཚོ་དཔེ་ན་ཨ་རིའི་ནང་ལོག་ལོག་ཆགས་བཞག་པའི་ནང Radio Free Asia ཟེར་ཡ་འདྲ་བོ་དང། VOA ཟེར་ཡ་འདྲ་བོ་དང་དེ་འདྲས་གི་མང་པོ་གཅིག་ནང་ལོག་ལ་ཡ་ད་ཅིག། བྱ་ལས་ནག་ཉེས་དེར་བཀས་འགོག། དེ་ལས་དུ་བ། ནི། གཅིག་བོད་ཡིག་དེ་ཚོ་གཅིག་ཡག་པོ་ཡིན་ཀློག་ཐུབ་མ་ལུབ་ཐུབ་པ་དང་གཅིག་ཐག། ཁེ་མཚར་འདྲ་པོ་དེ་རེད་འདུག་ད་དེ་འདྲ་ཡིན་དུས་དུས་སུ་སྤྲད་དེ། གཅིག་མ་དགའ་བ་འདྲ་པོ་དང་གང་ཟག་སྒེར་གྱི་ན་ཚ་ཡོད་པ་འདྲ་པོ་དེ་རྩ་བ་ཉིད་ནས་མེད་རོ་བ། ང་རང་ཚོ་བོད་མི་རིགས་སྤྱི་ལ་བསམ་བློ་བཏང་ཆེད་སྐད་ཆ་བཤད་ཀྱི་ཡོད་ག་རེད་ཟེར་སོང་ན། གཞོན་སྐྱེས་དེ་འདྲའི་དུ་བ་ང་རང་ཚོ་སྤྱི་ཚོགས་ནང་ལོག་ནས་ཡ་དཔེར་ན་བོད་ནས་ཕལ་བ་དེ་འདྲའི་ཡག་པོ་དེ་འདྲའི་བོད་ཡིག་ཧ་ལས་པའི་ཨ་ནི་ཅིག་ཀློག་དགོས་ཡ་རེད་མ་སྐད་ཆ་བཤད་ཡ་དང་ཅིག་དུས་ཚོད་དྲེགས་ཅིག་རྣམ་འགྱུར་སྟོན་སྟངས་དང་ཅིག་ཨ་ནི་ཅིག་གཟུགས་པོའི་གི་ཅིག་ད་གང་ལྟར་ཅིག་ཕྱིའི་རྣམ་པ་དང་ཚོ་ཚང་མ་ལ་ཧ་ལས་པའི་ཡག་ལྟ་ཆོས་དེ་འདྲ་མང་པོ་འདུག་བ་དེ་ཚོའི་གྲས་ལ་གོ་སྐབས་སྤྲད་ཆེད། ད་དུ་ལ་ཡག་ཟབ་སྦྱོང་སྤྲད་ནས་དེ་འདྲའི་གད་སྙིགས་ཅིག་བཟོས་པ་ཡིན་ན་ཡག་པོ་ཡོད་རེད་བསམ་གྱི་འདུག་མ་གཏོགས་ཇི་འདྲ་དཔེ་ན་ད Radio Free Asia ཟེར་རེ་བོ་དང། དེ་འདྲའི་ནང་ལོགས་ལ་གད་འགོག་དེ་རེ་གི་མང་པོ་ཅིག་གི་ཡག་སྙིགས་ཅིག་ཨ་ནི་ཁྱད་མཚར་རེ་བོ་དེ་རེ་འདུག་ད་དེ་ཚོ་སྤྲད་དེ་ཡག་སྙིགས་ཅིག་བཤད་པ་ཡིན་ན་ད་ཁྱེད་རང་ཚོ་སྙན་པོ་ཡོད་ཀྱི་མ་རེད། དེ་ཡིན་ནའི་ད། ལུང་པ་གཞན་པ་དེ་ཚོ་གྲས་དང་ཡར་ཐོན་ཅན་གྱི་རྒྱལ་ཁབ་མང་པོ་ཅན་མ་གཏད་དང། དེ་ཚོའི་གྲས་འདི་ནི་གཅིག་གསར་འགྱུར་བཤད་ཉན་ཡིན་པས་ནས་དང་གཅིག་སྙན་སྒྲོན་ཞུ་ཉན་དེ་ཚོའི་གྲས་དེ་གཅིག། ཨ་ནི་གཅིག་ཕྱིའི་རྣམ་པ་དང་ཨ་ད་ག་ནང་བཞིན་གྱི་གཅིག། མཁར་ཚོ་དཀར་མོའི་དུས་སུ་མ་གསུང་དུས་གཅིག་གཅིག་བར་པ། གཅིག་དྲ་ཐག་ཚེགས་གསུམ་ཡག་པོ་དེ་འདྲ་ཡོད་ཉོན་དེ་འདྲ་དེར་བཞག་གི་འདུག་མ་འདུག་བྱས་ལ་ཡང་དག་འགན་ཁོ། བོད་ཡིག་ཀློག་ཐོབ་ལ་མ་ཐོབ་དེ་འདྲའི་ཤེས་གཏམ་རོགས་གཏམ་བྱས་ན་ཡི་གེ་དེ་ཉིད་དེར་མི་འདུག་ག། དེ་ཚོ་བྲིས་ཏེ་དགོངས་པ་ཞིག་གོ་ཡང་འདྲ་པོ་ཆེ་ཐོབ་མཐོང་གི་འདུག། ད་ལྟ་བར་དུ་ལ་ཡ་ཨ་ནི་ཅིག་ཁྱེད་རང་ཚོ་ད་དཔེར་ན་ལོ་རྒན་པ་ཁག་ཅིག་གིས་དེ་ཚོ་བྲིས་ལས་ཀ་ཅིག་བྱེད་པའི་བསམ་བློ་རབ་ཅིག་བཏང་ནས་ལས་ཀ་རབ་བརྟན་དེ་བྱས་ཡོད་ཀྱི་རེད་དེ་ཚོ་ལ་ཐུགས་རྗེ་ཆེ་རེད། དེ་ཡིན་ན་ཡང་ད་ད་ལྟའི་ས་མིག་དེ་ཚོ་གཏུགས། ཤི་འཐམ་རོ་འཐམ་བྱས་ནས་མ་བསྡད་པ་བྱས། གཞོན་སྐྱེས་ཚོ་ལ་ཡང་གོ་སྐབས་དང་སྤྲད་པ་ཡིན་ན་ཡག་པོ་ཡོད་རེད་བསམ་གྱི་འདུག་ད་སྤྱིར་བཏང་མ་འོངས་པའི་ང་རང་ཚོ་གར་ཚོགས་རེད་བོད་པ་ཟེར་ཡ་དེ། འཇོན་ནད་ཟེར་ཡ་དེ། གཞོན་སྐྱེས་ཚོ་ལ་ཡི་དྭགས་ར་རེ་ལས་འགྲོ་གི་ཡོད་རེད་བ། བོད་པ་ང་རང་ཚོ་གི་བོད་པའི་གི་ཆོས་དང་རིག་གཞུང་ཟེར་ཡ་དེ། འཇོན་ནད་དང། ཐུབ་དང་མ་ཐུབ་བསལ་ཏེ། གཞོན་སྐྱེས་ད་ལྟ་གས་ནས་ཅིག། དེ་ཚོའི་གྲས་རེད་གས་ནས་ལག་པ་ལ་ཡོད་རེད། དེ་ཚོ་ལ་ཡང་མ་གོ་སྐབས་སྤྲད་བྱས། དེ་ཚོའི་ལ་ཡང་ནས་ཅིག་ཀླད་པ་ནག་ལོར་ང་རང་ཚོ་བོད་པའི་ཆོས་དང་རིག་གཞུང་ཟེར་དུ་རེད་དེ། འོ་འདུག་སེ་ནས་ཅིག། སེམས་ནག་ལོར་ལ་ཡ་ཅིག། ཡག་པོ་ཞིག་གནས་ཐུབ་ཡ་ལ། རྒན་པ་ཚོ་ཡང་མིག་ལྟོས་ཡག་པོ་བྱེད་ཅིང་དེ་བྱེད་དགོས་རབས་ཕྱིར་རོ། དེ་ཡིན་དུས། གཞོན་སྐྱེས་ལ་གོ་སྐབས་ཞིག་རག་མ་བྲལ་བ་ཆེ་རྒན་པ་ཁག་ཅིག་གི་ཡི་གེ་ཤི་གཏམ་རོ་གཏམ་བྱེད། རྩྭ་བཟང་ས་དང་ཆུ་འཇམ་ས་ཟེར་བ་ནང་བཞིན་བྱེད་དུ་བི་གེ་དེས་བདེ་བ་ཡིན་ན་དེ་ཚོ་ངས་ཡག་པོ་སྐ་ཡི་མཐོང་མ་སོང་རོ། དེ་ཚོ་ཡག་པོ་སྐ་ཡི་མ་རེད་བསམ་གི་འདུག་དཔལ་དུ་ཁོ་རང་ཡིན། དབང་ཆ་སྒེར་གཅོད་ག་ཡོད་ཚོ་རབས་ཆགས་ཀྱི་འདུག་བ། འོ་དེ་འདྲའི་ར་བོ་ཆེ་རེད། ཨན་ལྟ་བ་ནང་བཞིན་གྱི། རྒྱ་ཆེའི་བོད་རིགས་མི་དམངས་ད་མང་ཆེ་ད་བོད་ལ་ཡོད་རེད། བོད་ནང་ལ་ཡོད་པའི་རྒྱ་ཆེའི་བོད་རིགས་མི་ཨ་ནི་བརྒྱ་ཆ་དགུ་བཅུ་གོ་དགུ་ཚ་དགུ་དེ་ཚོས་ཚང་མ་ལོག་གི། བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ལོ་ཕྲ་རག་ཚིག་འཛིན་ཁར་ཁར་བྱེད་ཀྱི་ཡོད་མེད་དེ་ཚོ། བྱེད་མ་བྱེད་ཤེས་ད་རྟོགས་ཀྱི་ཡོད་མེད་དེ་གང། ཤེས་ཏེ་ཡིན་ན་ཡང། རེ་བ་ཅིག། བཟང་ས་ཅིལ་རྒྱབ་གྲ་སྒྲིག་འདུག་ས་ནས་བྱས་བ་ནང་བཞིན་བྱས་བྱས་ཡ་བཙན་བྱོལ་བོད་མིའི་གི་སྒྲིག་འཛུག་དང། ང་རང་ཚོ་གི་ཡ་ནི་ཅིག་བོད་པ་འདི་ཕྱི་ལོག་ལ་ཡོད་པའི་བོད་མི་ཐ་འབུམ་ཕྲག་གཉིས་ས་མ་སེམས་ཅིག་ཡོད་ཟེར་གི་ཡོད་རེད་འདི་ཚོ་ལ་རེ་བ་བཟང་ས་ཅིག་རྒྱབ་ནས་བསྡད་གི་ཡོད་རེད་བ། ང་རང་ཚོ་མཐོང་གི་འདུག་བ་སྤྱི་ཚོགས་དྲ་རྒྱ་མང་པོ་ཅིག་རེད་ད་ག་ནང་བཞིན་གི་ད་དེ་འདྲའི་ནང་ལོག་ལ་ཡ། ཅིག་བོད་ནང་ལ་ཡོད་པའི་གི་གཞིས་ལུས་རྒྱ་ཆེའི་བོད་རིགས་མི་དམངས་དེ་ཚོ་དེ་གི་བསམ་བློ་ག་འདྲའི་ཞིག་བཏང་ཡོད་ངོ་འདུག་ཕྱག་ལས་ག་ཚོད་སུ་གནང་གི་འདུག། ཨོ་དེ་འད་ཅི་རེད་དེ་འད་ཡོད་འདི་དུས་ཚོད་ཁྲེགས་ཁྲེགས་ད་སེམས་ན་ཡ་མ་ག་བཟོ་རྒྱུ་མེད་པ་དེ་ང་རང་ཚོ་གལ་ཆེན་པོ་ཞུ་ཅར་བ་དེ་འད་ཅིག་རེད། ལྷག་དོན་དུ་ཡ་བཙན་བྱོལ་བོད་མིའི་སྒྲིག་ཚུགས་ཀྱི་ནང་ལོགས་ལ་ཡ་ཁ་ཤས་ཆོལ་ཁ་དང་ཨ་ནི་ཆོས་ལུགས་དང་དེ་འད་ཞེན་གོ་སྐམ་པོ་ཁེལ་ཡོང། ཨ་ནི་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་ཚུགས་འདིའི་ནང་ལོགས་ལ་ཡ་ཨ་ནི་རྙོག་ཁྲ་འདྲ་མེད་སྣ་ཚོགས་ཨ་ནི་བཟོ་ཡ་ད་ཅིག་བྱས་ཨ་ནི་མི་དཀར་པོ་ཤ་མོ་ནག་པོ་གཡོ་སྒྱུ་ཨེ་ད་ལྟ་ཨེ་དང་དེ་འད་དུས་ཚོད་ཁྲེགས་ཡག་པོ་རྩ་བ་ཉིད་ནས་མ་རེད་བསམ་གྱི་འདུག། དེ་རིང་གི་ད་ང་རང་ཚོ་སྤྱི་ཚོགས་ཀྱི་དྲ་རྒྱ་དང་དེ་འདྲའི་ནང་ལོགས་ལ་ཡ་ཨ་ནི་གར་ཚོགས་རེད། གནས་ཚུལ་མང་པོ་ཅིག་ཨ་ནི་ཅིག་ག་རེ་བདེན་པ་ཡིན་པ་དང་ག་རེ་རྫུན་པ་ཡིན་པ་དང་གནས་ཚུལ་མང་པོ་ཅིག་ད་ཤེས་རྟོགས་ཐུབ་གི་ཡོད་རེད་པ། དེ་འདྲས་ཐུབ་འགྲོ་གི་ཡོད་རེད་དེ་འདྲས་ཡིན་དུས་ཡ་ཨ་ནི་ཅིག་གར་ཚོགས་རེད། གཙོ་ཆེ་ཤོས།

ནས་ཚང་མ་ལ་ལས་ཡུན་རྫོགས་པའི་སྐབས་སུ་ལ་ཡ་ད་མ་འོངས་པའི་ནས་ཧང་སྲིད་སྐྱོང་དང་དེ་འདྲ་གི་ཡ་ཕེ་ཡག་ཐུག་ལ་ཡ། ད་རྒྱ་ཆེའི་བོད་རིགས་མི་དམངས་མང་པོ་ཅིག་ལ་ཡ་སེམས་འཚབ་པ་ཡོད་རེད། ག་རེ་རེད་ཟེར་སོང་ན་ད་ཅིག། མཁས་དབང་པ་ནས་ལོ་ཙཱ་སེང་གེ་མཆོག་ནང་བཞིན་ཅིག་ཨ་ནི་ཅིག་ཕེ་ཐུབ་ཡ་དེ་དཀའ་ལས་ཁག་པོ་ཅིག་རེད་བ། ར་ཡ་ས་རྫོང་ལ་སླབ་གྲྭ་མཐོ་སློབ་དེ་འབྲེལ་དགེ་བཅས་གཉིས། དངོས་གནས་དྲ་གནས་སྐྱབས་མགོན་རྒྱལ་བ་རོན་པོ་ཆེ་ངས་ནི་རྒྱལ་བ་དགྱེས་པའི་ཆོས་འབྲེལ་ཟེར་བྱས་བོད་མིའི་གི་དངོས་གནས་དྲ་གནས་ཀི་ནི་ཅིག་བདེ་སྡུག་གི་དོན་དག་ལ་ཡ་ཕྱག་ལས་སླབ་པོ་ཆེ་དང་དེ་འདྲའི་གྲུབ་འབྲས་སླབ་པོ་ཆེ་གནང་ཐུབ་ཉིན་དེ་དག་དཔོན་པོ་ཞུ་བོ་ཆེ་རེད་འདུག་ག་ང་རང་ཚོ་ད་ཕ་བསྟེ་ཚུ་ཚེ་ཟེགས་ཆི་བ་ཕ་ཆི་བསྟེ་བ་ང་རང་ཚོ་ད་ཅིག་མེ་ཚེ་རི་ལ་སྐྱེས་རི་དྭགས་ངོ་མ་ཤེས་པ་ག་ཡི་ཡོད་མ་རེད་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལ་ཅིག་དམ་དམ་ད་དགོས་དགོས་རེད་དེ་ཡིན་ནའི་བ་འདིའི་མཁས་དབང་བློ་བཟང་སེང་གེ་མཆོག་ནང་བཤད་ཅིག་དཀའ་ལས་ཁག་པོར་བ་ཞིག་ཆགས་ད་གི་འདུག་བ། ཇོ་ནང་རེད་སློབ་སྦྱོང་རེད་ད་བྱས་རྗེས་རེད་ད་ག་ས་ཅི་ཐད་ནས། དེ་དང་དེ་འདྲའི་འདྲ་པོ་ཞིག་རེད་ད་ཁ་ཤས་འདི་འདྲའི་བསམ་གི་ཡོད་རྒྱུ་རེད་ཧང་ཁོ་ཆོལ་ཁའི་ཞེན་ཁོག་སྐམ་པོ་ཁེ་ཆེ། ནི་ནི་འདི་འདྲའི་སྐད་ཆ་བཤད་གི་འདུག་བསམ་ཉིན་དེ་རེད་ཡོང་སྲིད་གི་རེད་བ་ང་དེ་ཆོལ་ཁའི་ཞེན་ཁོག་སྐམ་པོ་ཁེ་ནི་སྐད་ཆ་རྩ་བ་ཉིད་ནས་ཞུ་གི་མེད་ངས་ནམ་ཞག་རྒྱུན་དུ་ཞུ་ཡ་ག་རེ་ཞུ་གི་ཡོད་རེད་ན། ང་རང་ཡང་དབུས་གཙང་མི་ཅིག་ཡིན་དབུས་གཙང་ལ་ཞེན་ཁོག་རྩ་བ་ཉིད་ནས་མེད། བ་འདི་མཁས་དབང་བློ་བཟང་སེང་གེ་མཆོག་ཆོལ་ཁའི་ཐོག་ནས་བཤད་པ་ཡིན་ན་ཁམས་པར་རུང་བ་དེ་ཡིན་དུས་ངས་དེ་ཡ་ནི་ཆོལ་ཁའི་གི་ཐོག་ནས་བཤད་མགོ་སྐམ་པོ་རྩ་བ་ཉིད་ནས་བྱ་གི་ཡོད་མ་རེད་ང་རང་ནི་ཁམས་པ་མ་རེད། འོས་ཚང་སྤྲོད་ནས་མ་བཏང་བའི་མི་གཅིག་ཡིན་པ་ཡིན་ཙང་གནས་སྟངས་དེ་འདྲའི་གཅིག་འོག་ནས་ངས་ཞུགས་ཡོད་རུང་བ་འོང་གཏུགས་སེ་རེད་ཞུ་གི་ཡིན། ད། བཙན་བྱོལ་བོད་མིའི་སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་དེ་རིང་གི་ཙང་ཨ་ནི་གཅིག། ཁ་ཤས་འདུག་བ། ཞལ་གྱིས་གྲུབ་འབྲས་སྣ་གཅིག་མལ་བས་ན་ཞི་བོ་གཅིག་ཞལ་གྱིས་གྲུབ་འབྲས་ཞི་བོ་ཡུལ་མདོ་མདོ་མདོ་བྱེད་བྱེད། དོན་དག་ངོ་མ་ཐོབ་ལ་ཡ་ནི་ཅིག། མགོ་བདེ་ཕྲེང་འདུས་ཤ་ཏ་ཤས་ཀྱི་ཁེབས་བཟང་ག་བ་ར་བ་ཅིག་བྱུང་པ་ཡིན་ན་ཁེབས་བཟང་ལེན་ཡག་གི་འབད་བརྩོན་ཞིག་རྒྱུགས་དེ་ཉིན་ཡི་ད་བོད་པ་ཨ་ནི་སྤྱི་ཚོགས་ནང་དཀྲུགས་ཤིང་རྒྱག་དེ་ཉིན་གི་མི་ངན་ཁག་ཅིག་འདུག་བ་དེ་ཚོའི་གྲས་དེ་མ་སྤྱི་ཚོགས་ནང་ལོག་ལ་ཡ་ནི་དཀྲུགས་ཤིང་དེ་མ་རྒྱག་པ་བྱས་མ་དེ། དངོས་གནས་དྲ་གནས་ལྷག་བསམ་དང་འཇོན་ཐང་ཤེས་ཡོན། ཡ་རབས་བཟང་སྤྱོད་ཡོད་པའི་མི་དེ་ཚོའི་གྲས་དེ་ཡ། ནི་སྤྱི་ཚོགས་ནང་ལོགས་ལ་སྣེ་ཁྲིད་ངེས། ཡ་དེ་ཚོའི་གྲས་དེ་ཏེས་ཅིག་ཤུགས་རྒྱག་པ་ཡིན་ན། དེ་ཡག་གི་ཡོང་གི་འདུག་མ་གཏོགས་ཅི་ལ་སྤྱི་ཚོགས་ནང་ལ་འཇོན་ཐང་མེད་ཀྱོ་ལྷག་བསམ་མེད་དོ། ནི་ཆོལ་ཁ་དང་ཆོས་ལུགས་ལུང་ཚན་ཁ་ལ་འཁེལ་དེ་ཉིན་གྱི་སྤྱི་ཚོགས་ནང་ལོགས་ལ་ཡ་གཏམ་ཅན་བཤད་དེ་ཉིན་དེ་ཚོའི་གྲས་དེ། སྤྱི་ཚོགས་ཀྱི་ཐོག་ལ་འདོན་ལ་ཡ་དོན་ཡ་དེ་ཚོ་མ་ཕྱི་འཐེན་ཞེས་བྱ་བར་བ། བོད་མི་རིགས་ཀྱི་བདེ་སྡུག་དང་བོད་མིའི་ཐོག་ལ་བསམ་བློ་བཏང་ཉིན། ཡ་རབས་བཟང་སྤྱོད་ཡོན་བརྙེས། ཆོལ་ཁ་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་མེད་ཉེས་བོད་མི་རིགས་སྤྱི་ལ་བསམ་བློ་བཏང་ཉིན་གྱི་གང་ཟག་གཞོན་སྐྱེས་དེ་ཚོ་ཁྲིད་དེ་ཡག་ཤུགས་ཅིག་རྒྱབ་ཅིག་ཡག་འདོན་ལ་ཐོན་ཡོང་པ་ཡིན་ན། ད་ང་ར་ཚོ་སྤྱི་ཚོགས་དེ་ཡང་ནི་ཡག་པོ་ཡོང་གི་རེད་བསམ་གི་འདུག་མ་གཏོགས་སྤྱི་ལ་ད་ད་ལྟའི་ཆ་ལ་དེ་འདྲའི་རང་བྱེད་ཨེ་ནི། སྤྱི་ཚོགས་ནང་ལོགས་ལ་ཆོལ་ཁའི་ཞེན་ཁོག་སྐམ་པོ་དང་ཆོས་ལུགས་ཀྱི་ཞེན་ཁོག་སྐམ་པོ་གིས་ཀྱང་སྤྱི་ཚོགས་ནང་དཀྲུགས་ཤིང་བཀྱགས་ཏེ་ཉེས་མི་ངན་དེ་ཚོ་ཁྲིད་འདོན་ལ་དོན་ཡང་དག་ཆ་ནག་པོ་གིས་དེ་འདྲས་རྒྱུགས་སོ་སོའི་སྒེར་གྱི་རྐུབ་བཀྱག་དང་སོ་སོའི་སྒེར་གྱི་ཁེ་ཕན་གྱི་དོན་དག་ལ་དེ་འདྲས། སྤྱི་དོན་ཁ་ལ་ཁིས་རྒྱུགས་ཡིན་དེ་འདྲས་བྱས། སྤྱི་ཚོགས་རྣམས་ལ་ཡོང་བས་ན་དེས་སྤྱི་ཚོགས་རྣམས་ལ་རྙོག་གླིང་ཆེན་པོ་བཟོ་དགོས་འདུག་བ། གུས་ས་དེ་ལ་ཆེས་མི་གུས་ས་ད་ལྷག་ཚན་པོ་ནང་བཞིན་བྱས་རྗེས་དངོས་གནས་དྲ་གནས་གོ་ས་དེ་ང་རང་ཚོ་བོད་མི་རིགས་སྤྱི་བའི་གྱི་དོན་དག་ལ་ཡང་བསམ་བློ་བཏང་རྗེས་ཕྱག་ལས་གནང་དགོས་ཀྱི་ཡོག་རེད་མ་གཏོགས་ཅི་ལ་སྒེར་གྱི་རྐུབ་བཀྱག་དང་སྒེར་གྱི་ཁེ་ཕན་དེ་དག་ལ་ཡང་གནས་བབ་འདི་འདྲའི་ཆེད་ཆེད་རྒྱུགས་འདི་གཉིས་དེ་ཚོའི་གྲས་དེ་ང་ཚོ་གོ་གི་ཡོག་མ་རེད། དེ་རིང་ཁྱེད་ཚང་འདི་འདྲའི་སོ་སོའི་སྒེར་གྱི་ཁེ་ཕན་དེ་དག་ལ་བསམ་བློ་བཏང་འོག་དེ་འདྲའི་སྤྱི་ཚོགས་ནང་ལ་ཡི་དོན་ལ་མཆོངས་རྒྱུགས་ཡིན་དེ་ཚོའི་གྲས་ལྟ་དང་ནི། བོད་མི་རིགས་སྤྱི་ལ་བསམ་བློ་བཏང་བྱས་ཕི་གེ་སུམ་ཅུའི་དུས་དྲན་རེད་ད་ག་ན་བཞིན་གྱི་ཅིག། བོད་ནང་ལོགས་ལ་ཡོད་པའི་རྒྱལ་སྤྱིའི་དཔའ་བོ་དཔའ་མོ་དེ་འདྲའི་བློས་གཏོང་ཆེན་པོ་བཏང་ཡོང་དུས་ཨ་ནེ་དེ་ཚོ་དེ་འཛམ་གླིང་གི་རྒྱལ་སྤྱིའི་སྡིངས་ཆའི་གི་ཐོག་ཏུ་ལ་ཡ་བག་ཨ་ནེ་ཅིག་སྐད་འབོད་རྒྱག་ཡ་དང་དེ་འདྲའི་གི་ཐོག་ལ་ཡ། ནམ་ཞག་སྐྱོན་དང་ད་ཆ་ནག་པོ་ཁྱི་དེ་ཉིད་དུ་འདྲེས་ཏེ་ཡོང་གི་མི་འདུག་ག། འོང། དེ་ནས་ང་རང་ཚོ་གཟེར་བོ་ཅིག་ཧ་གོ་གི་འདུག་ར་སྤྲོད་གསལ་པོ་མཐོང་གི་འདུག་ག། དེ་འདྲས་ཡིན་དུས། ཨོ། ད་ལྟའི་ངས་ནི་ངའི་སྐད་ཆ་མང་པོ་ར་བ་ཅིག་ཆགས་སོང་ཡིན་ན་ཡང་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཡ་ཐ་ང་རང་ཚོ་ད་ལྟ་ཅིག་དཔའ་མདའི་མཁས་དབང་བློ་བཟང་སེང་གེ་མཆོག་གི་དབུ་ཁྲིད་པའི་འཛིན་སྐྱོང་བཀའ་ཤག་ལྷན་རྒྱས་དངོས་གནས་ངོམས་སུ་ཆོག་པ་ཅིག་ཡོད་རེད། ཁོ་རང་ཚོ་གི་ཕྱག་ལས་གནང་ཤེས་བ་དེ་རྒྱུན་འཁྱོངས་བྱས་བྱས་ནི་འབྱུང་འགྱུར་མ་འོངས་པའི་ནང་ལོགས་ལ་ཡ་ནི་ང་རང་ཚོ་ཅིག་སྐྱབས་མགོན་རྒྱ་གར་རིན་པོ་ཆེའི་ཐུགས་དགྱེས་པའི་ཆོས་དྲན་རྗེས་དང་བོད་མི་རིགས་ཀྱི་བདེན་དོན་གྱི་ཐོག་ལ་ཡ་ཕྱག་ལས་གནང་ཐུབ་ཉིན་གྱི་ཨ་ནི་ཁང་བཟང་དུས་སུ་འཕྲད་དེ་ཡ་ཨོ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་ཕྱག་ཤུགས་རྒྱབ་ཆེ་ཡ་ཐོན་གོ་ཡ་དེ་གལ་ཆེན་པོ་ཞུ་བྱེད་ཆགས་ཡོང་གི་འདུག་ལ་རྒྱ་ཆེའི་བོད་རིགས་མི་མང་གས་ཨོ་འདུག་ཟེར་བྱས་རྗེས་ཨ་ནི་རྨོངས་གཉིད་ལས་སད་གོ་ཡ་གི་ད་དུས་ཚོད་ཅིག་ཆགས་དེ་གི་འདུག་ཟེར་ནས་ཞུ་བ་ཡིན།

སྒྲིག་འཛུགས་ནང་ལོགས་ལ་ཡང་སོ་སོའི་སྒེར་གྱི་ཁེ་ཕན་ངོས་དོན་དག་ལ་ཡང་ནི། སྤྱི་དོན་ཁ་ལ་ཁེལ་རྒྱུགས་ཡིན་ཡིན་དུ་དུ་དེ་འདྲེ་ལག་རྩ་བ་ཉིད་ནས་བསྐྱང་བཅུག་རྒྱུ་མེད་པ་དེ་རྒྱ་ཆེའི་བོད་རིགས་མི་དམངས་ཀྱི་སེམས་ལ་བཞག་དགོས་དེ་གལ་ཆེན་པོ་ཞེའོ་ཅི་རེད་ཟེར་ནས་ཞུ་གི་ཡོད། འོ་དེ་འདྲ་ཡིན་མ་ཡིན་དང་མཐའ་དོན་དེ་ལ་ཡང་ནི་སྤྱི་ནོར་ཁོང་དུ་བསྐྱང་དགོས་ཡིན་ཤི་ནོར་བུ་ཆོས་སྐུ་ཟི་ཞབས་པས་བསྟན་པ་དང། གཞིས་བཞུགས་གཉིས་སུ་བཞུགས་པས་ནི་གཅིག་སོ་སོའི་མི་རིགས་ལ་བརྩེ་བ་དང། དུང་བ། དགའ་ཞེན་ཡོད་པའི་གེགས་བོད་རིགས་སྤུན་ཟླ་ཡོངས་ལ་ཡང་འཚམས་འདྲི་ཞུ་གི་ཡོད། ལོ་གསར་པའི་ནང་ལ་ཡང་བཅས་འཚམས་ལྷོད་ཀྱིས་སྒྲུབ་པ་དང། ང་རང་ཚོ་གིས་བོད་ཀྱི་བདེན་དོན་དེ་མྱུར་དུ་གསལ་བའི་བཀྲ་ཤིས་སྨོན་ལམ་འོག་གདུགས་ཚོད་ཞུ་རྒྱུ་ཡིན། ཚང་མར་བཀྲ་ཤིས་བདེ་ལེགས།